ཨུ་ར་ཤི་མ་ཐ་རོ། ད་སྔོན་ཨུ་ར་ཤི་མ་ཐ་རོ་ཟེར་བ་ཉག་པ་ཞིག་རང་གི་ཨ་ནེ་ཨ་མ་དང་མཉམ་དུ་འཚོ་གནས་བྱེད་ཀྱི་ཡོད། ད་ཉིན་གྱི་ཉག་པ་ཐ་རོ་རྣམས་ཨ་ནེ་གྱོན་ལྟར་ཨ་ནེ་གྲུ་ཆུང་ནང་གྲུ་ཆུང་བཏང་ནས་ཉྭ་རྫིང་ག་ཆེན་པོ་རེད། ཡིན་ན་ཡང་སྟབས་མ་ལེགས་ཤིག་ལ་དེ་གཉིས་ཀ་ལ་ཨ་ནེ་ཁོ་ཉག་གཅིག་ཀྱང་ཐོབ་ཡོང་མ་རེད། བྱེད་ཐབས་མེད་པ་ནི་ལག་པ་སྟོང་པ་ནང་དུ་ལོག་གོ་འགྲོ་གོ་བྱུང་རེད། ཆུའི་མཐར་གྲུ་ནས་བབས་སྐབས་མཚོ་ཡི་འགྲམ་དུ་ཕྲུ་གུ་མང་པོ་འཛོམས་ནས་སྐད་ཅོར་རྒྱག་བཞིན་པ་མཐོང་རེད། ཉལ་པ་མཐའ་རུ་ཁོས་ཁོ་ཚོའི་ཉེ་འགྲམ་དུ་ཕྱིན་ནས་ལྟ་དུས། ཕྲུ་གུ་ཚོས་རུས་པའི་ཆུང་ངུ་ཞིག་ལ་རྒྱགས་པ་བཙུགས་ནས་སྡུག་པོ་བཏང་བཞིན་པ་ཁོ་མཐོང་རེད།

ཕྲུ་གུ་ཚོའི་རུས་པའི་དབྱུག་ནས་བྱིན། ཐར་རོལ་གྱི་རུས་པའི་དེ་ལག་པ་ཡར་བླངས་ནས་ཁོའི་གཟུགས་པོ་ལ་གོས་བེད་ཀྱི་ས་དུམ་གཙང་མ་བཟོས་རེ་ཁོ་དཔེ་མེད་ཚོའི་ཚོགས་པོ་སོ་རེ་སྤུ་དེ་ཚོའི་མཐའ་ལ་ཡོང། སྔར་མཐོང་མ་མྱོང་བའི་རུས་པའི་རྡོག་ཧ་ཅང་སྙིང་རྗེ་བོ་ཞིག་ཁོ་ལ་མཐོང། ཁོ་ཉལ་བ་ཡིན་འདུག་སྔས་ནས་རུས་པའི་སྒྲ་མ་འདྲ་མཐོང་རུང།

གཉའ་ཆུ་བཞིན་བརྡོལ་སྐབས་གཉའ་གཟིམ་ག་དྲོད་དུས་ཀྱང་རུས་སྦལ་ཆེན་པོ་ཞིག་ཆུའི་སྟེང་དུ་ཐོན། ཐར་རོ་ལགས། ཁ་སང་ཁྱེད་རང་གིས་རུས་སྦལ་ཆུང་ངུ་དེ་སྲོག་སྐྱབས་གནང་འདུག་པས། དེའི་བཀའ་དྲིན་གསབ་པའི་གི་ཆེད་དུ་ཀླུའི་འཛམ་གླིང་དུ་གདན་འདྲེན་ཞུ་རུ་འོང་བ་ཡིན་ཟེར། རུས་སྦལ་ཆེན་པོ་དེ་གི་སྐོར་ལ་ད།

ཨོ་ཐོ་ཤི་མས་ཟེར་གྱི་ཡོད་ཅེས་ཟེར། ཨ་ཁ་སང་སྐྱེས་པའི་གི་རུས་པའི་ཆུང་ངུའི་སྙིང་ཆེ་པོ་དེ་ཀླུའི་བུ་མོ་ཡིན་པར་བཤད། མོས་ང་རང་རུས་པས་གི་གཟུགས་སུ་སྤྲུལ་ནས་མིའི་ལུང་པ་ལྟ་རུ་འགྲོ་སྐབས། ཕྲུ་གུ་ཚོས་ལག་པ་ཐེབས་སོང་ལ། ད་རུང་ཁྱོད་རང་གིས་ངའི་སྲོག་བསྐྱབས་པ་ལ་ཐུགས་རྗེ་ཆེ། ཁྱོད་ཐུགས་སྤྲོ་བོས་ལྷོད་ལྷོད་བཞུགས་རོགས་ཞེས་ཟེར། བཀའ་དྲིན་གསབ་རེ་སྐུ་ངལ་མ།

ཁོའི་ཆེད་ལུས་ཕོ་བྲང་ནང་ལོ་གསོལ་ཚིགས་གྲངས་མེད་མང་པོ་ཞིག་སྒྲིག་བཅོམ་བྱས་ཤིང། ཉལ་པ་ཐར་རུ་ཕོ་བྲང་ནས་འཛུལ་ཡོང་དུས། ཀླུའི་བུ་མོ་རྣམས་ཀྱིས་ཁ་སུས་ཞེས་འཁྲབ། ཀླུའི་རྒྱལ་པོ་ཡང་ཐར་རུའི་སར་ལ་སླེབས་ནས་སྲས་མོ་སོགས་སྲས་མོ་སྲོག་སྐྱབས་པའི་ཐུགས་རྗེ་ལ་ཨ་ནུ་ལྷོད་ལྷོད་ཀྱིས་ཟུངས་ཟེར་ཨ་ནེ་ཀོ་ཀྲོ་ཀིའི་ངག་ནས་ལ་ལྷོད་ལྷོད་བྱས་ནས་དྲིན་གསབ་བཏང། ཨ་ད་རོས་ཀྱིས་བྲག་ནས་ཉིན་ཇི་ཙམ་ཕྱིན་པ་ཁོ་ཧ་གོ་ཡོད་མ་རེད། སྣང་བ་སྐྱིད་པོ་དེ་དེ་དུས་སུ་ལ་ཀླུའི་སྲས་མོ་ཨ་ད་རོས་རྒྱ་ལྷང་གཡས་གཡོན་དུ་ཁྲིད་ནས་ཨ་ནེ་ཀོ་ཉག་ལ་སོགས་པའི་མཛེས་སྡུག་ལྡན་པ་མང་པོ་བསྟན། ཉིན་གཅིག་ཨ་ད་རོས་ཁང་པ་སྟོང་པ་མཐོང་མ་མྱོང་བ་ཞིག་ནང་དུ་སླེབས། ཨ་ཉི་མ་གཅིག་གོ་སྟོང་བ་ནང་སླེབས་འདུག་ག་ལ། ཨ་ནི་དེར་ཨ་ཁང་པ་སྟོང་པ་ཞིག་ལ་གོ་བཞི་ཡོད་པ་མཐོང། ཨ་ཡི་གླུའི་སྲས་མོ་གོ་དེ་དག་ཕྱེས་ནས་ལྟོས་དང་ཟེར། ཨ་ནི་ད་རེས་གླུའི་སྲས་མོ་གསུངས་པ་ལྟར་གོ་དང་པོ་བྱས་འདུག་ཨ་ཡི་དཔྱིད་ཀྱི་མེ་ཏོག། Sakura Cherry། ཨ་ནི་དཔྱིད་ཀྱི་རླུང་ལྷང་ལྷང་གཡོ་བཞིན་ཡོད། འདིར་དཔྱིད་ཀྱི་ཁང་པ་རེད་ཅེས་བརྗོད། ཁོ་དང་པོ་དེ། ཁོ་གཉིས་བག་ཕྱེ་འདུག་ག་ལ་དབྱར་ཀའི་ནང་ཁང་པའི་ནང་སླེབས། གནམ་སྔོན་པོ་ཨ་ནི་དབྱར་ཀ་གནམ་སྔོན་པོ་ཨ་ནི་མཛེས་སྡུག་ལྡན་པ་ཨ་ནི་སྤྲིན་པ་དེ་ཚོ་འཁྲིགས་པ་ཨ་ནི་བྲེལ་ཞིང་ཨ་ནི་ལྗང་ཐིང་ངེར་སྐྱེས་ཡོད། དབྱར་གྱི་ཚ་བའི་གི་འབུ་ཡིས་ཨ་ནི། སྐྱིད་ལུས་གླེང་བཞིན་ཡོད་པ་སོགས་སྣང་བ་སྐྱིད་པོ་མཐོང། ཨ་ནི། དེ་ནས་གོ་གསུམ་པ་སྟོན་གྱི་ཁང་ནང་བསྟན། སྟོན་འབྲས་སྨིན་པའི་བརྩེགས་མ་ལྔ་བདོའི་སླེབས་ཤིང་དགོང་མོ་སྟོན་ཁའི་གནམ་གཤིས་ལྟར་ཉི་མ་འོད་ཟེར་ཏིང་ངེ་ནང་བཞིན་དུ་མཚོན་མེད་སྟོན་ཁའི་ཟླ་བ་དཀར་ལ་མཛེས་སྡུག་ལྡན་པ་དེ་འདྲ་མཐོང། སྟོན་ཁ་ལ། ཟླ་བ་ཉག་གང། ཨ་ནི། སྒོ་བཞི་བ་ཐ་མ་སྒོ་བཞི་བ་དེ་ནི་ཡང་སྒོའི་ཐ་མ་དེ་བྱེད་དུས་ཀ་ན་རི་ལུང་ཐམས་ཅད་ཨ་ནི་གངས་དཀར་པོས་ཁེངས་བཞིན་ཨ་ནི་དགུན་གྱི་དུས་ཚོད་ཨ་རི་བོང་མང་པོ་རྩེད་མོ་རྩེ་བཞིན་ཡོད་པ་མཐོང་རེད། ཨ་ཡོད་དེ་དགུན་གྱི་ཁང་པ་ཨ་གང་བཙལ་བཙལ་བར་འགྲོ་འོས་པ་མཐོང། ཉལ་པ་ཐ་རུ་སྐྱིད་པའི་སྣང་ནས་སྐྱིད་དྲག་སྣང་ནས་ཨ་ནི་ལོ་མང་པོ་ཕྱིན་པ་མ་ཤེས་རེད་ཀོ། ཁོའི་བསམ་པར་ཨ་ནི་ཀླུས་འཛམ་གླིང་འདི་སླེབས་ནས་ལོ་གསུམ་ཕྱིན་ཡོད་སྙམ། དེ་ནས་ཨ་ནི་ད་རུ་གློ་བུར་དུ་ནང་དུ་ལུས་པའི་ཨ་མ་དྲན་ནས་ཨ་ནི་ཨ་མ་ལགས་ཀྱིས་ང་ཡི་གུག་དེ་ཡོད་ང་ནང་ལོག་གི་ཡིན་ལབ་པ་རེད། ཨ་ཁུ་ཨ་མ་ལ་སྒུག་ཡོད་རེད། ཨ་ཀླུ་ཡི་སྲས་མོ་བློ་ཕམ་ནས་ནང་དུ་མ་ལོག་ངས་མཉམ་དུ་སྡོད་རོགས་ཟེར། ཨེ་འོན་ཀྱང་ཨ་ནི་ཐ་རུ་བློ་མ་བསྒྱུར་བར་འགྲོ་རྒྱུའི་སེམས་ཐག་བཅད་ནས་ཨ་ནི་ཀླུ་ཡི་སྲས་མོ་ཐ་རུ་ལ་འདི་ཡི་ལག་རྟགས་ཡིན་ཟེར་བཞིན་ཡང་ཁ་རྒྱན་ཅན་གྱི་ཨ་སྒམ་ཆུང་ཞིག་སྤྲད། ཨོ་ཟ། ཨ་སྒམ་ཆུང་འདི་ནང་ལ་ཨ་ནི་ཁྱོད་རང་ནམ་སྡོད་དེར་ཨ་ནི་ཀླུའི་ཕོ་བྲང་འདིར་ཡོང་ཐུབ་ཀི་རེད་ཟེར། ཨ་ནི་ཡིན་ནའང་ལོག་ཡོང་དུས་མ་གཏོགས་གམ་ཆུང་ཁ་ཆེ་ཕྱེ་རོགས་ཞེས་ཁ་མ་ཕྱེ་རོགས་ཟེར་ཧོ་ཟེར། ལོག་ན་ཨ་ཐ་རི་ལུའི་རྒྱལ་པོ་ཐུགས་རྗེ་ཆེ་ཞུས་ནས་ཨ་ནེ་སླར་ཡང་རུས་སྦལ་གྱི་རྒྱབ་ལ་ཞོན་ནས་རང་གི་ལུང་པ་ལ་ལོག་ཕྱིན་པ་རེད། ཨཱ་ནི་རུས་སྦལ་གྱི་ཐ་རུ་མཚོའི་འགྲམ་དུ་བསྐྱལ་བྱས་ནས་ཨཱ་ནི་རྒྱ་མཚོའི་ནང་དུ་ལོག་རེ་རུས་སྦལ་གོ་ཉག་པ་ཐ་རུ་རང་ཉིད་ནང་ཡོད་སར་ཕྱོགས་ལ་མགྱོགས་པོ་ཕྱིན་ནས་འོན་ཀྱང་དེ་སྔ་ཁོང་གི་ཁང་པ་ཡོད་སའི་ས་ཆ་དེར་རྩྭ་མང་པོ་སྐྱེས་པ་དང་ཨཱ་ནི་གཡས་གཡོན་གྱི་ལུང་པ་ཚང་མ་སྔོན་མ་དང་ཨཱ་ནི་མི་འདྲ་བ་མཐོང་རུས་རྒྱུད་རིང་པོ་གོ་ར་གོ། ཀླུ་ནང་ལོག་ནས་ད་རེའི་ཕར་ཚུར་འགྲོ་མཁན་ཚོས་སྐད་ཆ་དྲིས་པ་དེ་རྨོ་མོ་ལགས་ཤིག་ཀྱང་ནི་ཨུ་རུ་ཤི་མ་ཐ་རོ་ཟེར་བ་དེ་ལོ་གསུམ་བརྒྱའི་གོང་གི་མི་རེད་ཟེར། ཁོ་ཀླུ་ཡུལ་དུ་ཕྱིན་པ་རེད་ཟེར་བ་ཐོས་མྱོང་ཟེར། ད་རེ་ཀླུ་ཡུལ་དུ་ལོ་གསུམ་ཙམ་བསྡད་པ་ཡིན་བསམས་ཀྱང་ཨ་ནི་མི་ཡུལ་དུ་ལོ་ག་ཚོད་ཆགས་རེད་ལབ་ན་ལོ་གསུམ་བརྒྱ་ཕྱིན་ཡིན་པ་རེད། ཤེར་ཉཱ་པ་ཏཱ་རུ་ཧ་ལས་སྔོན་དུ་ནི་ཨ་ནི་ཐ་མའི་ཐུར་མའི་ནང་ནས་ང་ཚོའི་འགྲམ་དུ་ཕྱིན་རེ་ཨ་ནི་འོན་ཀྱང་ཀླུའི་སྲས་མོ་ཡིས་ཅི་གསུངས་པ་དེ་དྲན་ནས་གམ་ཆུང་དེ་ཁ་ཕྱེས་པ་ཐག་དེའི་ནང་དུ་དུད་པ་དཀར་པོ་ཞིག་ཐོན་པར། ཨ་ནི་ཏཱ་རུས་ཡང་སྤོ་པོ་རྒན་གོག་ཅིག་ཏུ་གྱུར།